ལོ་རྒྱུས་ལོ་རེ་བཞི་པ་ལས་མེད། ཁོ་རང་རང་ཡུལ་དང་རྩོམ་རིག་ལ་དགའ་ཞེན་ཟབ་མོ་ཡོད། རྔ་བ་ཁང་འབའ་ཁོང་དྲུང་ཆེ་གྱི་རིག་གནས་གཙུག་ལག་དང་ཕུ་ཉེ་གུང་ཞེས་ཤི་ཡི་ལ། ཁྱིའི་ལོ་ཙཱ་དེ་ལ་མཚུངས་མེད་དགའ་བསུ་ཐོག་ཞིག་ཡོད།
རོ་ཡ་ཁོང་དྲུང་ཆེ།

ཞེས་པ་འདི་དག་དགེ་རྒན་མགོན་པོ་ཚང་ལ་བཤད་རྗེས་དོན་དུ་དང་པོ་ནི་རིག་གནས་ཤེས་བྱ་གཞུང་རྒྱུ་དེ་མ་ཡིན་པར། རང་གིས་རང་ཇི་ལྟར་བདག་སྐྱོང་བྱེད་སྟངས་ལྷ་རྒྱུ་དེ་རེད།

དུ་མི་འགྲོ་ཉེན་ཁས་ཆེ་ནས་ཟིན་འདི་ཆ་ཁད་དང་རྒྱབ་འཇོག་མི་ལེན་རེད་ཁས་རིན་ཚབ་རྒྱབ་འཇོག་བྱ་ང་ཏག་ཏག་སེམས་ཁུར་ཆེ་དང། དེ་གི་ཏུ་རྒྱང་ཐར་ཤིག་ཡིན་ཟིག་གུ་ཅི་ག་ང་ཡང་སྔར་གི་ཁས་རིན་ཡང་ཐར་ནས་ཡང་བ་གི་སྔར་གི་ཡང་ཅི་ག་སྙིགས་ཟིག་ཡོད་ཡོད་ལེན་འདྲི་ཟིག་རེད་ཅི་ག་ཏུ་འདི་ཡིན་ན་གཅིག་གི་བ་གི་ཏུ་གཅིག་གི་ཅི་ག་མི་ཁྱེར་ལོང་བ་ཟིག་གི་འཚོ་འཛུག་གི་འཛུར་གུ་དགོས་མཁོ་ཆེ་གི་ཏུ་གི་ཏུ་བཞག་འཛུག་གི་ང་ཨ་པ་ར་དེ་མི་བསྟེན་ནི་ཟིག་མའོ་ཀྲོང་ཏག་ཅི་ག་མྱི་ཟིག་གི་ང་ལམ་ས་བཞག་དུ་ནས་ངས་ཐ་ན་བ་གི་སྔར་གི་ཁས་རེད་ཅི་ག་དེ་མི་ཟིག་རེད།

ཧོ།
མྱི་ཀ་བརྩེགས། ཧ། ད་མྱི་ཁ་མིར་དགོ་ནི་རེད། རྒྱུ་བའི་འདིའི་བརྩེགས་བཞག་ནང་ཆོག་རྒྱུ་རེད་མིན་ན་འདི་བཅས་བརྩེགས་བཞག་ད་ཆོག་རྒྱུ་རེད། དེ་གི་ཡུལ་མྱི་མགོ་འཇོག་དགོ་ནི་མ་རེད། མྱི་མགོ་མ་འཇོག་ད་རིབ་བཟང་རྒྱུ་དེ་ཆེ་རིབ་ཟིན་ན་ཁྱོད་འདི་ནི། བཤད་བ་ལས་དགོ་གི་རེད། གཅིག་རེ་འབྲི་དགོ་ན་དེ་དག་གི་དགོ་ན་དེ་དུས་འདི་ཚར་སྟོང་བ་ཡིན་ནི་རེད། དེ་ཚར་སྟོང་བ་ཡིན་བཟང་བ།

དེའི་ཧེ་གོ་གས་དེར་བསྡད་མི་འདུག་ག་བསམ་དེ་ནས་ལོག་སྟེ་བབས་བཞག་འདུག། བབས་བཞག་འདུག་ན་དེ་དུས་ད་ངས་ཆུབ་བསམ་ད་ལོང་ཉི་ལོང་བ་ཟིག་གི། ཤེས་བས་ཆུ་ཟིག་ལུས་ཡོད་བ་ཧོས་བསམ་མི་དེ་སྔར་གི་བཞིན་དུ་འཛུམ་མདངས་བསྐྱེད་དང།
ཉིན་དེར་གཡོན་པའི་རུ་གཉིས་ཀྱི་མི་ཚེ་འཕུལ་སོང་འཚོ་མྱོང་ཞུས་པའི་ཆོས་སྲས་ཡིད་ལ་བཟུང་ཞིང། ཁྱིམ་དུ་ལོངས་རྗེས་ཁྱི་དོག་མ་བསྒྲུབས་པའི་དོན་དག་ནི། ཉིན་གཅིག་ལ་ཕྱི་ནས་ལས་ཀ་ལས་བཞིན་པའི་ཕ་མ་གཉིས་ལ་ཟ་མ་ལས་པ་དེ་རེད། ད་ལྟ་ཁོང་གི་སེམས་སུ་གསལ་པོ་ཡོད་པ་ནི། ད་ཀའི་ནང་གི་མེ་དང་མཆོད་པའི་སྒྲ་ནི། ཁོ་ལ་མཚོན་ན་ཆེས་སྙན་པའི་སྒྲ་དེ་རེད། དེའི་ལྟེ་གནས་དུས་ཁོང་གི་འཚོ་བ་ལ་སེམས་ཤུགས་རྒྱས་པ་རེད།

ཁྱད་མེད་ཐབས་ཀྱི་ལས་ལ་དེ་མཚུངས་ནི་དེའི་སྐབས་གཟུངས་འཁོར་རྫོགས་ཀྱི་ལས་ནི་ཏུ་སོ་ངའི་ཐོ་ཟས་བརྫུས་ཏེ་ལུང་བ་དེ་ཅི་ག་དེ་གི་དུས་དག་གཟུགས་འོག་གི་དེ་ཡིན་ཚུལ་གྱི་ཉམས་མྱོང་གཟུགས་ལོང་གི་གཡོག་གི་དེ་ནམ་ཚད་ཅི་ག་གི་སྒོ་ཀུན་ལུང་མྱོང་སྟེ་མི་ཐུབ་རྒྱུ་ཁི་རེ་མེད་ཀྱི་དཔལ་ཏེ།

ཁོང་གི་སེམས་ལ་བློ་ཡུལ་ལ་ཤོང་དཀའ་བའི་དྲན་ཚུལ་ཞིག་བྱུང་བ་ནི། བོད་ཀྱི་ལུང་ཡིག་གསར་བཟོ་བྱ་རྒྱུ་དེ་རེད། སྐྱིད་སྡོང་གི་རྒྱ་སྐོར་སྤྱི་ལོར་གྱོན་པའི་ལོ་ངོ་གཉིས་རིང་གི་ལྷོད་གཡེང་འགྲིལ་ནས་ཁྲེང་ཏུང་ཕུ་ཉོའི་སྨན་ཁང་གི་རྟེན་འབྱོར་ལས་བྱེད་དེ། ཕ་ཡི་འབའ་འཁོར་ལ་བླུགས་ནས་ཕུ་ཉའི་ཁང་ཞིག་བྱས་ལ། ཕྱོགས་གཅིག་ནས་མུ་མཐུད་དུ་ཕུ་ཉའི་ལོ་ཙཱ་སྦྱོང་བ་དང་ཕྱོགས་གཞན་ཞིག་ནས་བོད་ཀྱི་ལུང་ཡིག་གསར་བཟོ་བྱེད་པ་དེ་རེད།
ནང་ནང་གི་གནས་ཡུལ་གྱི་བག་ལེབ་ཏུ་འཁོར་བ་དང་མང་ཉུང་གང་ཡོད་འཛིན་གྱི་ནི་དེའི་གང་ངེས་ཅི་ག་དང་ཡི་གེ་འབྲི་ས་ལྟར་རག་ལོག་ལ་ནང་གི་ཡི་གེ་འབྲི་ས་ལྟར་དང་ཉག་ས་ག་ཚང་འདིའི་ཐོག་ངེས་བྲིས་ནི་རེད། ལོ་ཉི་ཤུ་རྩ་གཞན་འདིའི་ཐོག་གོ་བརྡ་བཅག་ནི་རེད་དེ་ཡི་གེ་གི་ལུང་ཡིག་རྩོམ་ས་དེ་གི་ནི་ཅི་ག་ཉག་ས་དེ་རེད་ད་གི་གི་རྩོམ་ས་གི་ཅི་ག་དེ་ཡི་གེ་ལུས་དོན་འགྲུབ་ས་འོ་འདིའི་ཐོག་ཡིན་བཞག་ནི་རེད། ཉག་ཆུའི་ནང་གི་བརྡ་དེ་འདི་འདི་འདི་ཡིན་འཛིན་གྱི་ནི་འདིའི་ནང་ང་ས་རག་ལོག་ལ་དུ་བཞག་འདིའི་འདིའི་སྒོ་ཁང་ནང་ལོག་ལ་དུ་བཞག་ང་འགྲིག་ས་འོ་འདིའི་ནང་གི་འདི

རིག་གནས་ཆུ་ཚད་ལྷོ་ཆུའི་ལོ་རེར་བཞི་པ་ཙམ་ལས་མེད་པའི་མགོན་པོ་ཡི་ལྷོ་ཡིག་ཏུ་བཙན་ཁྲིད་གཞོན་པ་དང་ལོ་ངོ་ཉི་ཤུ་ཙམ་ལ་འབད་བརྩོན་བྱས་རྗེས། ཁོང་གིས་གསར་བཟོ་ཞུས་པའི་བོད་ཀྱི་ལུང་ཡིག་གི་ཕན་ཚུན་འབྲེལ་ཡོད་པའི་གནད་དོན་གསལ་བ་མ་ཟད། ཡིག་འབྲུ་རུ་སྒྲིག་པ་བཅས་སྤྱོད་ཡུལ་མེད་པར་གཟིགས་ཏེ། ཡི་གེའི་འདུས་ཚད་ཇེ་མང་དུ་བཏང་བ་རེད། ད་ལྟ་ཆུ་བོ་སྐྱེས་མ་ཞིག་གི་ངོས་ལ་ལུང་ཡིག་གི་ཡིག་འབྲུ་སུ་བརྒྱ་བསྡུ་ཐུབ་ཡོད། ཉིས་སྟོང་བཅོ་ལྔ་ལོར་གཡོན་པས་རང་གིས་གསོག་པའི་རྒྱུ་ནོར་ཡོད་ཚད་བཤད་ནས་རྒྱ་ཆེན་ལ་དངུལ་ཁྲི་བཞི་མ་བརྗོད་ཀྱི་ཡོད་པའི་ཁང་པ་གཉིས་པ་ཞིག་ཉོས་ལ། སློབ་མ་ལྔ་བདུན་ལས་བྱས་ནས་གསོ་སྦྱོང་རྩིས་ཁྲ་ཞིག་བཙུགས་པ་རེད།
དེ་རྒྱ་ཆེ་གེ་དང་དུག་སྒོ་ངའི་གཙོ་བདག་སྐབས་སུ་ཡིན་ཚུལ་གྱི་དང་རྨང་གཞི་བཙལ་བའི་རང་དབྱངས་གཉིས་ཀའི་གཙོ་བདག་སྐབས་ཡིན་ཚུལ་ཏག་ཏག་གི་སྐད་ངན་ཞིག་བྱུང་སྟེ་དེ་དུས་སྔར་གྱི་སྔར་སྐད་ཅིག་ག་དུས་ཀྱི་ཅིག་ག་ཟིག་གི་དུས་ཚིགས་མེད་ནས་ནི་ཟུག་སྟེ་ངའི་ཡིད་ཀྱི་འདི་ཙག་ཏག

འདི་མི་བཀོལ་བ་བཞི་པོ་ལོན་དགོས་ཏེ། ནང་པའི་གི་ཨ་པ། ནང་པའི་གི་ཨ་པ་ཡིན་དུས་ནི་བཞག་ཡིན་ལོ། དར་རྫ་གསུམ་བཞི་དེ་མི་གི་ཐོག་ནས་ཚིག་གི་ཆན་པ་ཧོན་ནི་ར་གི་ཚར་རྒྱབ་ནི་ར་གི་དེ་གི་མྱིག་གི། དེ་ད་ཡན་འཇོ་མོ་བཟོ་གི་འདུག་ཇོ་དི་གི་མ་རིག་གི།

ཁ་དཔེ་མི་སྙན་དགོས་ལེར་ལྷོ་བྱང་ཡེ་ཤ་ཡིག་དགོས་ལེར་གོ་ལྟ། དེ་གའི་ཁྱི་གཅིག་གི་ཡིན་ཚིག་གི་གཉིས་ཀྱི། ད་དམར་རིགས་ལུས་འཚམས་ཡིན་འབྲོང་གི་ཁྱི་ཕྱེད་ཀ་ཁ་བཙོང་ཡིན་ཚིག་གི། རང་རང་རང་རང་ཡིན་ཚིག་གི་ལྷོ་ཕྲོག་ཟིག་གི་བསམ་པ་འཛིན་འདུག་ནི་རེད་ལྷོ་ཕྲོག་ཡེ་ཤ་ཟིག་ཤིག་གི་ཤིག་གི། དེ་ད་མཛངས་རིས་ནུག་རིས་མི་སྙན་ནི། གཅིག་གི་གཅིག་ག་ཡིན་ཚིག་གི་རྩིབས་ཁུ་རེད་ནི་ར་གི། དེའི། ཁྱེའུ་ཆུང་བ་བར་རྩིབས་ཁུ་རེད་ཆུང་བའུ་ཆེའི་བར་རྩིབས་ཁུ་རེད་ནི་ར་གི།

འདི་ན་ད་ལྟ་ཤེས་པ་ང་ཡི་ལྷོ་ཁུག་ཏུ་ཉལ་ཁོ་ཡིན་ལ་མགོན་པོ་ཚང་གི་ཁྱིམ་མི་བཞི་པོ་ཡིས་ཉལ་ཁོ་ཡོད་རེད། མི་དགུ་ནི་ཁོང་པ་གཅིག་གི་ནང་དུ་འཚོ་ཞེས་ལན་པས། གི་བཏུབ་པའི་ཁོངས་མི་འདི་ཡི་ནང་ནས་ཁོ་ཚོའི་བར་གྱི་འབྲེལ་བ་ཇེ་ཟབ་ལ་གཏོང་བ་རེད།

ད་ལོར་གྱོན་པའི་བེད་ཀྱི་ལུང་ཡིན་བཞུགས་ཡིན་ལྷོ་མིའི་ཁ་གྲངས་ཇེ་མང་དུ་བཏང་ནས། བེད་ཀྱི་ལུང་བ་སྔར་ལས་མང་པོ་ཞིག་ལ་སྟབས་བདེ་གང་ལེགས་སྤྲོད་པའི་འཆར་གཞི་ཡིན། མིག་སྔར། ཁོང་གིས་ཕྱོགས་སོ་སོ་ལ་ལྷོ་ཁུངས་འབྲེལ་མཐུད་བྱེད་བཞིན་ཡོད།

ད་ལྟ་ཁོང་གི་རེ་བ་ཆེ་ཤོས་ནི་རང་གིས་གསར་དུ་བཟོས་པའི་བོད་ཀྱི་ལུང་ཡིག་འདི་ལ་རྒྱ་གར་གྱི་ཤེས་བྱའི་ཁྱུང་ཆེན་ཐོག་ནས་དར་སྤེལ་གཏོང་རྒྱུ་དེ་རེད། གཅིག་ལྔ་བརྒྱད་བརྩེགས་བདམས་པ་ལྔ་གཅིག་ལ་ཚེས་གང་བོ་བརྒྱད་བརྩེགས་བདམས་པ་འདི་གའི་སློབ་གྲྭ་རེད།